དེ་ལྟར་ན་ཆེས་གལ་དགོས་པ་ཀུན་ལ་བྱེད་ལ་འཇུག་ཅེ་ན་ད་མང་པོ་མང་པོ་བྱེད་དགོས་ནི་མ་རེད་དེ་སྔ་མ་ས་སྐྱ་པཎ་ཆེན་ན་འདྲ་གི་རྗེ་ཙོང་ཁ་བ་ཆེན་མོ་ན་འདྲ་གི་སྔོན་བྱུང་མཁས་གང་རབ་བྱུང་གི་གུས་ལུགས་སྐད་ཆེན་རང་བཞིན་གུས་ལུགས་དགེ་བ་གཟིགས་དེ་དང་ཁྱུང་འདིར་མང་པོ་མང་པོ་བཤད་ཡོད་ནི་རེད་གསུངས་ཡོད་ནི་རེད། ད་སྤྱིར་གི་གནའ་ནས་ད་ལྟའི་བར་དུ། དེ་བོད་ཆས་བོད་ཆས་བོད་ཡིན་ན་ཆོག་གི། ཡང་ན་རྒྱལ་ཁབ་གཞན་དང་མི་རིགས་གཞན་ན་ཆོག་གི་ད་ཁེ་བ་མང་བོ་གྲོངས་ནི་བརྩམས་ཆོས་ར་མང་པོ་ཤི་བཞག་གནང་ཡོད་ནི་རེད། དེ་ལྟ་ན། བརྩམས་ཆོས་དེ་དག་གི་ནང་ན། ད་རྩོམ་པ་པོ་ཟེར་ན་ཆོག་གི་ཁེ་བ་ཟེར་ན་ཆོག་གི་དེ་དག་ཐམས་ཅད་ཀྱི། བློ་གྲོས་ཀྱི་རྩལ། ཤེས་རིག་གི་སྙིང་བཅུད། མང་པོ་མང་པོ་ཞིག་འདི་ཡོད། དེར་མ་ཕྱིར། ཁོང་རྣམས་པ་གི་འཚོ་བ་གི་ཉམས་མྱོང། མི་ཚེའི་ལྟ་ཚུལ། འཇིག་རྟེན་གྱི་ལྟ་ཚུལ་ལ་སོགས་པ་མང་པོ་མང་པོ་ཞིག་འདི་ཡོད་འདུག་རྒྱུ་མཚན་གྱི་དེ་ཧུད་ལོག་ཤེས་ན་ད་རིང་གི་ཕན་པ་མང་པོ་ཡོད་ནུ། ད་ཡོངས་རྫོགས་གསར་ནི་རེད། དེ་ཕྲུ་གུ་ཧུད་ལོག་གི་གོ་རིམ་བརྒྱུད་ན། ཧུད་ཅག་གྲགས་ཆེན་བརྩམས་ཆོས་གྲགས་ཆེན་དེ་དག་ལས། རིགས་ཀྱི་རང་གི་མིག་གིས་ལྟ་རྒྱ་མཐོང་རྒྱ་བྱེད་ཐུབ་པ་དང། དེ་ཕྲུག་གི་ཡང་དག་པའི་མི་ཚེའི་ལྟ་བ། འཇིག་རྟེན་གྱི་ལྟ་བ། དུ་ཡོངས་རྫོགས་གོ་ལག་པོ་ཞིག་ཆགས་ཐུབ་པའི་དགེ་བ་དང་ཕན་པ་དེ་དག་ཏུ་ཡོད་ནོ། ད་གསལ་བོ་རེད། དེ་རེད། དེ་ཕྲུག་ད་དཔེ་ཀློག་འདི་དག་འདི་ག་གི་ངའི་འཛིན་སྟངས་ཀྱི་སྐོར་ནས་ད་སྔ་རང་གི་ཉམས་མྱོང་དང། ཡང་ན་ལོ་མང་ཟིག་གི་རིང་སློབ་མ་སྐྱང་ནོག་གི་གནས་ཚུལ།

འདིའི་ཁ་གསུམ་ཚུགས་གནས་དང་ཚུགས་སྟེང་གི་ཐད་ལ་བསམ་བློ་གཏོང་དགོས་རུང་མ་ཟད། ཆད་ལུས་འདི་འདེམས་ཟིན་པའི་སློབ་མ་ཟིག་ར་ཡང་ན་ཆད་ལུས་འདི་འདེམས་ཟིན་པའི་དགེ་རྒན་ཟིག་ར་ཚུད་ནས་འགྱུར་གྱི་ན། དེའི་ཚུགས་གནས་དང་ཚུགས་སྟེང་གི་ཧན་ཆེ་གི་ལྟ་བ་འགན་འཁུར་ཟིག་ཡོད་དགོས་བསམ་གི་ཡོད། འདི་འདྲ་འགན་འཁུར་དེ་དག་ཆེ་ཟེར་ཟིན་ན་རིག་གནས་འཛིན་སྐྱོང་གི་འགན་འཁུར་དེ་རེད་བསམ་གི་ཡོད། དེ་ཕྲུ་གུ་དག་དཔེ་ཀློག་བྱེད་ཐབས་ཀྱི་གོ་རིམ་གྱི་ཁྲོད་ནས་བཤད་ཟིན་སོང་ན་ད་དང་པོ་རེད། དང་པོའི་གཉིས་ན་དེའི་ཧུད་ལོག་ཤེས་སྟངས་ལ་གང་སྔར་འགན་འདི་ན་ར་ཐ་རི། ད་སྔ་མ་ག་གི་སློབ་འབྲོང་རྣམས་ཀྱི་སློབ་གྲྭ་ཆེན་མོ་ད་ནི་སློབ་གྲྭ་ཆེན་མོ་ནང་གི་དགེ་རྒན་ཞིག་གོ་ནོ་གོ་རིམ་འདི་དྲུད་ནས་ད་ན་དང་མ་ཟིན་ན་ཆོག་གི་ད་ལྟ་ཟིན་ན་ཆོག་གི་དེ་ཕྲུ་གུ་དབུལ་དེ་ཕྲུ་གུ་ཕྱི་ལོང་བ་གི་ཧུད་ཆ་ཤོག་མང་པོ་མང་པོ་ཞིག་ར་ལྟ་དགོ་གི་ར་ལྟ་དགོ་གི་ལྟ་དགོ་གི་ར་དེ་ཕྲུ་གུ་སྔར་འགན་ཆུང་ནས་རྒྱུག་ཀྱིན་ན་རང་གི་ཉམས་མྱོང་དང་ཆོ་ག་གི་ཉམས་མྱོང་དང་འབྲེལ་ཡོང་ན་ད་ཆ་ལ་རིགས་ན། ད་ལྟ་གི་གནས་བབ་དང་འབྲེལ་ལས་གསུངས་རྒྱུ་ཡིན་ན། བོད་ཕྱི་བོད་ཀྱི་ད་གཞོན་སྐྱེས་སུ་ན་ཆོག་གི་ན་གཞོན་ཆེའི་ན་གཞོན་ཆེའི་ཁོས་ལོག་ཤོད་པའི་གོ་རིམ་གྱི་ཁྲོད་ནས། མ་གཞི་གཙོ་བོ་ཅིག་གཅིག་སྲིད་འཛིན་མགོ་ནོར་ཅིག། དེའི་ཆ་ནས་ད་གང་རེད་བསམ་གི་གང་བསམ་གི་འདུག་ཟེར་ན། མ་གཞི་འདི་གའི་ཆེའི་བོད་ཀྱི་སྲོལ་རྒྱུན་གྱི་བརྩམས་ཆོས་སྐོར་བ་ད་མང་པོ་མང་པོ་ཞིག་ལྟ་དགོས་པའི་བསམ་སྤྱོད་ཀྱི་འོག་ཏུ་མུག་ཚོར་བ་ཟེར་དེ་རྒྱུན་དུ་ང་རང་གིས་སྟེར་གི་འདུག་གི། དེ་ར་ཆི་ཟིག་ཟིན་ན་ད་འོ་ཆི། ད་མ་ཆི་གཙོ་བོ་ང་འདྲེ་འདྲེ་ཀུ་ནོ། ཆི་མཚོ་ཁུ་ཐང་གི་མི་མང་པོ་མ་རེད། སློ་མ་ཆོ་འདྲེ་འདྲེ་ཀུ་ནོ་གཙོ་ཆི། དེ་ལྟ་ན་སློ་མ་ཆོ་གི་ཤེས་རྩོམ་ཟིག་བྲི་ཡོང་ན། ཡང་ན་རྩོམ་རིག་གི་བརྩམས་ཆོས་ཟིག་བྲི་ཡོང་ན། དེ་ལྟའི་སོང་རི་ཐ་ཀོ་ད། ཧུའི་ལོག་གི་ནང་གི་ར་ཆིའི་མདང་གི་མིག་སོ་ད། སྔ་མ་གི་སྔོན་བྱུང་མཁས་ག་རུམ་བྱུང་གི་བརྩམས་ཆོས་ལྟ་རྒྱུ་གི་ཀུ་ནི་ད་ཙི་གི་ཟིག་གི་ཉུང་གི་པ་ཙམ་དུ་གི་དུ་མོ་གི་ཚོར་བ་ད་དེའི་རྒྱུན་ལྡན་གི་དེ་རེད་འདུག་གི། ད་གང་ནས་ཤེས་ཐུབ་གི་ཟིག་ན་ཤེས་རྩོམ་ཟིག་བྲི་ན་ར་ཆོག་གི། དེ་འཕྲོ་གི་རྩོམ་རིག་བརྩམས་ཆོས་ཟིག་བྲི་ན་ར་ཆོག་གི། དེའི་ནང་ན་ད་ཡིག་སྐྱོན་ཚིག་སྐྱོན། བརྡ་མི་འཕྲོད་པ་ལྟ་བུ། ད་འབྲི་རྒྱུ་བོད་ཡིག་གི་དྲི་མེད་སྐད་ཆའི་བརྡ་སྤྲོད་སྟངས་ཀྱི་རྣམ་པ་དེ་མི་རིགས་གཞན་གྱི་སྐད་ཆའི་བརྡ་སྤྲོད་སྟངས་ཀྱི་རྣམ་པ་ཡིན་པ་ལྟ་བུ་དུ་མོ་དེའི་རྒྱུན་དུ་རིག་གི་འདུག་ད་ལྟ་མ་གཞི་གཙོ་བོ་ཧ་ཆེར་དངོས་བྱུང་མཁས་དབང་རིམ་བྱུང་གི་བརྩམས་ཆོས་ད་ཨོ་ཆི་སྲོལ་རྒྱུན་གྱི་བརྩམས་ཆོས་ཚོ་ཁོ་ནར་དངོས་བྱུང་མཁས་དབང་རིམ་བྱུང་གི་བརྩམས་ཆོས་དེ་འདོགས་ཏེ་ལྟ་རྒྱུ་ག་ལ་ག་གི་ཚིག་གཟིགས་མ་འདང་ནི་ཡིན་ན་བསམ་གྱི་གི་དུ་མོ་ཟིག་རེད་ད་ལྟ་ང་རང་གི་གཏན་ཚིགས་ཡིན། དེའི་ཁྲོད་ཀྱི་ཉེ་བར་གྱི་ཆ་ནས། ད་འདས་ཀྱི་དཔེ་ཀློག་གི་སྐོར་རིང་གི་ཁྲོད་ཀྱི། མི་སོ་སོ་གྱི་རང་གི་འདོད་མོས་ར་ཡང་ན་དགའ་ཕྱོགས་འདྲ་འདྲ་ཚིག་མི་གཅིག་གི་ལ་ལ་ཟིག་གི་བརྩམས་ཆོས་མང་བོ་ལས་བལྟ་གི་ལ་ལ་ཟིག་གི་གཞུང་ལུགས་མང་བོ་ལས་བལྟ་གི། དེ་རེད། ད་བརྩམས་ཆོས་དང་གཞུང་ལུགས་གཉིས་ལ་བལྟ་དགོས་གི་ཟིན་ན་བལྟ་དགོས་ནི་དང་སྨིན་མ་དགོས་བ་རེད། སྨིན་མ་དགོས་བ་རེད་དྲ་ར་ར། ད་ངའི་རང་གི་ཉམས་མྱོང་དང་ཡང་ན། དེ་གི་ལྷོ་མའི་འཚོ་བ་དང་འབྲེལ་ལེན་བརྗོད་ཀྱི་ན། ཆེས་ཐོག་མ་སྐབས་སུ། ད་རྩོམ་རིག་ཆེད། ཆེད་ཉེར་ཡིན་ནི་དུ་མོ་ལྷོ་མ་ཟིག་ག་མཚོན་བརྗོད་ཀྱི་ན། མ་གཞི་སོ་བརྩམས་ཆོས་མང་པོ་དེ་ནི་དེའི་ནང་གི་ཉམས་མྱོང་གསོག་འཇོག་བྱས་པའི་རྨང་གཞིའི་སྟེང་ནས་རིམ་བཞིན་འདི་ལྟ་གཞུང་འདི་གི་སྐོར་ལ་ལྟ་རྒྱུ་ན་ཅིག་བྱ་རྒྱུ་རེད་བསམ་གྱི་འདུག་མོད། བརྩམས་ཆོས་མང་པོ་མ་སྟེ་དེ་ཕྲུ་གུ་གཞུང་གི་རྐྱང་བ་ལ་བལྟས་བསྡད་ན་གཞུང་འདི་གི་ཆ་ནས་ཁྱོད་ཐུགས་ཞྭ་མང་རྒྱུ་རེད་མང་རྒྱུ་དྲན་ཡང་ན་གསར་རྐྱང་གི་ལག་ལེན་གྱི་ཁྲོད་དུ་ད་གཞུང་གི་རྐྱང་བ་ལས་ཐད་ཀར་གི་གོ་ན་ད་ཅིག་སྐུ་ཚབ་མི་འགྱུར་ན་འདྲ། ད་ཅིག་སྐད་ཆ་བཤད་ཤོག་བཞིན་བཤད་ལོང་ན། ཕལ་ཆེར་གཞུང་ལུགས་ཀྱི་ཆ་དེ་ནས་རང་གི་གསར་རྩོམ་ལ་བཀག་རྒྱ་ཐེབས་འགྱུར་ནོ་གི་ཆ་རེ་ལྟར་ཨེ་ཡོད་ལ་བསམ་སྐྱེ་གཏོང་ཟེར་དང་མ་ཇི་གཙོ་བོ་གང་དམིགས་ཡོད་བཤད་ནི་ཡིན་ཟེར་ན་ཐོག་མར་བསམ་ཚུལ་གསར་རྩོམ་གྱི་ལུས་ལ་འཇུག་མཁན་ལ་དམིགས་ཡོད་བཤད་ནི་ཡིན། དེ་ནི་ཕྱིར་དཔེ་ཀློག་གི་སྐུ་ནི་སྐབས་སུ་འོ་དེ། དཔེ་ཆ་དཔེ་ཆ་ཉིང་ཅིག་ཅན་ཟིག་ཡིན་ནི་རེད། གཤིས་ཀྱི་དཔེ་ཆ་ཨར་རྫ་ཟིག་ཡིན་ནི་རེད། ལེགས་པོ་ཞིག་ཡིན་ནི་རེད་བཟང་བོ་ཞིག་ཡིན་ནི་རེད། དེ་གི་བརྩམས་ཆོས་དེ་གི་དྲག་སྐུད་ལ་བལྟས་བསྡད་དང་ཁྱོང་ནི་རེད་དཔེ་ཆ་དེ་ཁྱེར་ཡོང་ནི་བལྟས་ན། གོ་བ་བློས་མིང་གི་ཆ་ལ་ཡང་ཁྱོད་བསམ་བློ་གཏོང་རྒྱུ་ཟིག་ཡོད་གི་སེམས་སྐྱེད་དུ་མོ་ཟེར། ད་སྤྱིར་བཏང་གི་ཕྱི་གླིང་བ་གི་མཚན་ཉིད་རི་སྐོར་གི་དཔེ་ཆ་ལ་ལ་ཟིག་ག་མཚོན་རྒྱུ་ཡིན་ན། རིག་གནས་ཀྱི་ཆུ་ཚད་ཚད་ངེས་ཅན་ཟིག་མིན་ན་དེ་གོ་བ་ལེན་དཀའ་གི།

ནང་དོན་གནད་བསྡུས་དེ་ནང་ན་ཅི་ཞིག་བསྟན་ཡོད་པ་དེ་ལ་སོགས་པ་ཅིག་ངོ་སྤྲོད་གཟིགས་ཀ་ཐ་ང་མཐོང་བར་སྙུང་བསྡུས་ཙམ་གཟིགས་ནོ་གོ་སླ་བའི་ངང་ནས་ངོ་སྤྲོད་བྱེད་ནུས་ཙམ་བྱེད་དེར་ག་ཐོག་མར་སྟེང་ནོ་ག་མང་བཞི་གི་སྟེང་ནས་ད་རིང་ཁོས་ལོག་གོ་རིང་གི་ཁྲོད་ཀྱི་གོ་བ་ལེན་སྟངས་དེ་ཁྲོད་ཀྱི་གོ་བ་ལེན་པའི་ནུས་བ་ལ་སོགས་པ་ཡར་འཕེལ་རྒྱས་སོང་ནོ་ག་མང་བཞི་གི་སྟེང་ནས་ད་ད་ལག་ལེན་མཐུག་པོ་ཙམ་བྱེད་དྲག་བྱེད་དེ་ལྟ་བགྱིས་ན་ཅིག་ཨི་ཡག་ཨི་ཧྲ་ཨི་བཟང་ང་བསམ་བྱེད་དུ་མོ་ཟེར་དེ་ཁྲོད་ཀྱི་ད་བོར་གྱི་ཅི་བྱེད་ཅི་བཟོ་ནོ་ད་འོང་ཅིག་ནོ་ཆི་ཟེར་ཟིན་ན་ཁོས་ལོག་གོ་རིང་གི་ཁྲོད་ནས་ཀློག་པ་པོ་ཁོ་རང་གིས་དཔེ་ཆ་ཀློག་པའི་རུམ་གྱི་ཁྲོད་ནས་གདམ་གསེས་ཀྱི་ཆ་དེར་སྒུག་དགོས་བསམ་གྱི་གཏམ་མོ་ལེར་ད་གདམ་གསེས་བྱེད་སྟངས་ཀྱི་རྣམ་པ་ག་ལ་ག་རེ་ད་བར་ཆུ་བོ་ལ་མཚོན་རྒྱུ་ཡིན་ན་སྤྱི་ཚོགས་ཁོ་ཐག་ན་དཔེ་ཆ་རིགས་གང་མང་འབུལ་གི་ཡོད་གི། ད་སྔོན་མ་མ་བཏབ་ད་ལྟར་གསར་དུ་འབུལ་དགོས་འདུག་དཔེ་ཆའི་ནང་ན་རིགས་གང་མང་འབུལ་གི་ཡོད་གི། མང་པོ་རེད་ཡོད་གི། བརྒྱུད་སྤེལ་གྱི་ཆ་ལས་ཆ་ལས་འགྱུར་གྱི་ན་རེ་ར་དེ་རབ་འབྲང་ཐ་ཚིམ་ཡོད་གི། ད་ཡོད་ནོ་ཆེ་དངོས་སུ་མཐོང་ཐུབ་གི། ད་ལ་ལ་ཟིག་ག་ཚོན་གྱིས་ཡིན་ན་ཡིག་སྐྱོན་ཚིག་སྐྱོན་ལ་སོགས་པ་མང་པོ་ཡོད་ནོ་དེའི་ཆ་རེ་ཡོད་གི། དེ་ནི་རྒྱུ་མཚན་གི་ངེས་བར་དུ་ཤུལ་ལོག་བྱེད་མཁན་གྱི་རང་གི་གདམ་གསེས་ཀྱི་ཆ་དེ་དགོས་ཏེ་གཅིག་གཙོ་བོ་ཟིག་ག་འཛིན་དགོས་གི་བསམ་ཁྱད་དུ་མོ་ཟིག་རེད། ད་ལྟ་བུར་འགྱིས་ན་རེ་ར་དེ་ཡོད་གི་ཧུད་ཅག་ར་གང་མང་རེད། ལ་ལ་ཟིག་གི་རྩོམ་པ་པོ་ཁོ་རང་གི་ཉམས་མྱོང་དང་ཡང་ན་རང་གི་ལྟ་ཚུལ་དེ་དག་གི་འཁོན་ཐུབ་ཀྱི་ལ་ཀ་བྲིས་ཡོད་མ་གཞི་གཙོ་བོ་ཀློག་པ་པོ་ཐམས་ཅད་ལ་ཁོའི་བསམ་བློ་ཟིག་ར་ཡང་ན་ཁོའི་ལྟ་ཚུལ་ཟིག

རང་སྐྱ་འཕེར་བའི་བསམ་གཞིག་གི་ནུས་བ་དེ་དག་ཏུ་དགོས་ཀི་ཧོས་ཀྱང་དེའི་ནང་ན་འདི་གསུངས་དགོས་ག་གི་ནང་ན་ག་བཤད་དགོས་ག་གི་ནང་ན་གཞན་གི་ནང་ན་ཡང་གཞན་བཤད་དགོས་གི་ར་ངས་རང་གི་ལྟ་རྒྱུ་ན་གང་ཧྲ་གི་གང་བདེན་གི་གང་ལ་ཡིད་རྟོན་རུང་བ་རེད་ཟེར་བསྡད་དང་བྱུང་ནས་རེད་མ་གཞི་གཙོ་བོ་ཀློག་པ་པོ་རང་ཉིད་ལ་རང་སྐྱ་འཐིབ་པའི་བསམ་གཞིག་གི་ནུས་བ་དེ་དག་ཏུ་གལ་ཆེན་ཟིག

སྐུ་ཞབས་ཀླུ་སྒྲུབ་རྒྱལ་བསམ་བློ་གྱི་འགུལ་ལས་ལོ་རྒྱུས་དང་ཁྱད་ཆོས་ལྟ་བ། དེའི་ཁྲོད་ད་ལོ་རྒྱུས་སྐོར་ནས་ཚུར་བརྗོད་ཀྱིས་ན། སུམ་པ་ཡུལ་ཤུལ་དཔལ་འབྱོར་གྱི་བསམ་བློ་གསུམ་ལྗོན་བཟང་ལྟ་བུ། ད་ལྟ་བུར་ཚུར་བརྗོད་ཀྱིས་ན་རྒྱལ་མོ་འབྲུག་གི་བསམ་བློ་འོད་ཀྱི་ལོ་རྒྱུས་བླངས་བའི་གཏམ་ལྟ་བུ་ཡིན་གྱི་ད་དེ་གོ་ར་འདྲི་རྒྱུ་རེད། དུམ་བུར་བལྟ་གྱིས་ན་ཧྲ་གི་བསམ་ཁྱད་ད་སྔ་རང་གི་ཉམས་མྱོང་གི་སྟེང་གི་ཤོད་ལས་འོངས་ན་རང་གི་བག་ཆགས་དང་སེམས་གསོ་གཞི་གོ་ནོ། ད་ཡིད་ལ་འོངས་ན་ཁུལ་ཆ་འདི་ཆོས་རེད།